ཞིམ་མཚམས་ཀྱི་དུས་རབས། འཆམ་མཐུན་གྱི་དུས་རབས། ཡང་ན་མ་ཎི་ཨོག་འགྱུར་གྱི་དུས་རབས་ཟིག་ར་ཡིན་ནི་ཟེར། ཁ་མཚར་མ་བྱེད་གོང་བ་ཚང་མའི་ཁ་པར་རི་མ་དེ་གཏོང་བ་ལག་པའི་ཐལ་མོ་བརྡོལ། ཐོག་མར་ཞུ་རྒྱུ། མ་ལ་སྐྱབས་ཀྱིས་ཁ་མཚར་ལས་བླང་བར་འགྱུར་བའི་སྣང་ཚུལ་སྣ་ཚོགས་པའི་བཤད་རྒྱུ་དག་ནི་གསར་ལམ་གྱི་ལྟ་བ་མ་ཡིན་པར་སྨན་བླ་སྐྱབས་མི་སྒེར་གྱི་ལྟ་ཚུལ་དང་སྨན་བླ་སྐྱབས་ཀྱིས་འཁྲབ་པའི་སྨན་བླ་སྐྱབས་ཀྱི་ཁམས་ཚུལ་ཡིན་པ་ལས་སྨན་བླ་སྐྱབས་དང་འབྲེལ་བ་ཅི་ཡང་མེད་དོ་ཟེར་རྒྱུ། དེ་ནས་རང་རེའི་ལོ་སར་དགོང་ཚོགས་ཀྱི་ཁམས་ཚུལ་གཏམ་གྱི་རྩེད་མོ་རིགས་འདི་སེར་མོ་སྟེང་གི་གདུགས་གི་དཔེ་རེད། འདི་དཀོན་པ་ཆུ་འདོགས་ཀྱི་རེ་བ་དང་མེ་རབས་ཆར་རབས་ཀྱི་འཁང་ར་ཆེ་ནོ་ང་ཚོ་ཁ་ནང་སྐྱེལ་གྱི་ཡོད་ནི་རེད་འདི་འཁྲབ་དགོས་ན། རང་ཡུལ་ལུང་བའི་ལག་གི་ལག་སྐྱེས་ཀྱི་མི་སྣ་གཉིས་ཡོད་པ་ནི། ལྟར་ན་སྟག་གཟིག་ཁ་སྤྲོད། སྨན་སྣ་འཕར་སྤྱང་ལག་སྦྲེལ་དུ་ཉི་དགའ་སི་རེད་ཟེར་ན་འཆར་ངེས་སུ་གཟིགས་རོགས་གནང། འོན་བསྒྲུབ་བྱ་མ་ཡང་ཁུལ་དང་རེ་ཡོང་རིགས་ལུགས་གཉིས་ཀ་ཡིན་གྱི་རེད། ཡིན་ན་ཡང། རེ་ཡོང་རིགས་ལུགས་དང་བསྒྲུབ་བྱ་མ་ཡང་ཁུལ་གཉིས་ཀའི་ཁ་པར་གྱི་ནང་ནས་མགྱོགས་འཕྲིན་གཙོས་ཕན་ཚུན་རྩོད་གླེང་མ་བྱས་ན། རྨོངས་པ་འཇིགས་སྐུལ་གྱི་དྲི་མ་མཐོ་བའི་མྱུ་གུ་ཐོབ་ཐང་ལག་འཁྱེར་ནག་པོ་བསྒྱུར་སྟངས་ངས་ད་གནམ་གྲུ་མེ་འཁོར་རླངས་འཁོར་སོགས་ཀྱི་སྤ་སེ་ཉོ་ཐུབ་མེད་པ་ཆགས་སོང་བའི་རྐྱེན་གྱིས་ཐུགས་ཐབས་ཟད་ཀྱི་སྐབས་འདི་མཛོད་ཁང་རང་འགུལ་གྱི་ལས་ཀ་འདི་སྨན་བླ་སྐྱབས་ཀྱི་སྤྱི་སྐོར་གཉིས་སྤྱོད་ཐུབ་དགོས་དོན་རེད། ཡང་ཁ་ཉིན་གྱི་བལྟས་ན་ཁོང་གཉིས་ཀྱི་བོང་བ་གསེར་གཟིགས་ནང་ཡི་སྨན་བླ་སྐྱབས་བ་སྐྱེ་ངན་དཀྲོག་ཁུལ་གྱི་སྐོར་སྐབས་འདི་འདྲ་ཟིག་རག་གསུང་རབ་རབ་བཤད་ཀྱི་ཡོད་ས་རེད། ཡིན་ན་ཡང་དུ་ཡང་ཨ་བདེ་ན་སྨན་བླ་སྐྱབས་མེད་ན་འབྲུ་རྒྱ་མ་ཡང་ཁོ་ཟེར་ན་ཟིག་ར་རེད་ཡང་རིག་ལོ་ཟེར་ན་ཟིག་གང་ཡིན་ན་རེད། ཁོ་གཉིས་ཀ་སྨན་བླ་སྐྱབས་ཀྱི་རྟོག་བཟོ་བྱས་པའི་མི་སྣ་རེད། ད་ཁར་འགའ་ཡིག་ཤོག་ང་ལ་སྐྱབས་ཕྱིར་ཁར་གི་ལག་གི་ཁ་པར་བཤད། ཨ་ཏི་རི་ཡིས་སྨན་བླ་སྐྱབས་བློ་ཆུང་ནར་གཟུགས་ཆུང་ནར་ཡོན་ཏན་ཆུང་ནར་སྙིང་རྗེ་གཟུགས་ཡིན། སྙིང་མི་རྗེ་ན་ཡང་མགོ་ན་སྐྱ་ཡོད་དུས་ངོ་ན་ཤ་ཡོད་དུས་ཁོག་ན་ཅང་མེད་དུས་རེད། ད་བར་ལྷག་ཏུ་སྙིང་རྗེ་དུ་ཆོག་སྲིན་པོ་མེད་དུས་རེད། ཏི་རི་སྨན་བླ་སྐྱབས་ཀྱི་གཉེར་བའི་གློག་བརྙན་ལོ་ཙཱའི་ལས་ཀའི་ཁྲོད་ན་མིང་བརྡ་ཐར་ཉིད་དེ་རིང་གི་མི་རྣམས་ཀྱིས་གོ་མ་མྱོང་བ་མང་པོ་ཡོད་ནི་རེད། དཔེར་ན། དེ་རིང་ཡི་བརྙན་འཕྲིན་གྱི་ཉིང་ཀློག་གཟིགས་ཟེར་ནི་ཁ་པར་གྱི་ཉིང་ཀློག་སྐད་ཟེར་ནི་དེ་རིང་གློག་དེ་ར་འཐེན་མེད་ནོ་མི་ནས་གློག་རྒྱག་རྐྱང་རེད། ད་རུང་འདི་མོ་རེ་ཡོད་ནི་སྲིད་གི། པི་ནལ་ནལ་འདི་མོ་བཟོ་མ་བྱུང་ནི་ཁྱི་ར་ར་གི། དེ་རིང་ཐ་གཙོ་བོ་སྨ་ལ་ཆགས་པའི་ཁ་པར་གྱི་ཉིང་ཁ་པར་ཟེར་དགོས་གི་ཟིན་ན་ཁ་མི་ཉན་ནི་མང་གི་ཁ་པར་བཞི་ན་ཁ་ལ་པར་རྒྱག་གོ་ནི་ཨ་རི་རྒྱུ་མཚན་ཆེར་ཤོག་ཟེར་གི་འོག་གི་དབུས་གཙང་གཉིས་ཀ་ནས་ཁ་པར་ཟེར་གི་ཁམས་ནས་ཆུ་སེར་མི་ཤེས་ར་ཨ་མདོ་གཅིག་གོ་ནས་གློག་སྐུད་རྒྱག་གི་འཇུག་སྒོར་སྐྱིད་མེད་གི་ཟེར་རྒྱུ་མི་ནས་རྒྱུ་མཚན་འདྲེན་རྒྱུ་མི་རྙེད་གི། གློག་སྐད་ལ་རྒྱུ་མཚན་འདྲེན་ནི་ཟེར། གློག་སྐད་གི་གློག་སྐུད་གི་ནང་ནས་སྐད་ཆ་གོ་བདེ་འཕྲོད་གི་འཇུག་ནོ་མི་ནས་གློག་སྐུད་རྒྱག་ནི་མ་རེད་ཟེར་གི། ཨ། དེ་རིང་ད་དུང་མ་ལ་སྐྱབས་ལུགས་བཅུ་བདུན་འདྲ་ལོག་པོ་ཞེ་ལ་འདང་ནས་ཚོད་ཚུགས་མ་རེད། ཨ། ཁ་པར་ཟེར་ནོ་འདི་བོད་ཀྱི་རང་སྐད་བཙུགས་མིན་པ་ཐག་གི་ཆོད་ན་ཡང། ཟུར་ཆག་གི་སྐད་བཙུགས་ཡིན་ནོ། ཤེས་ན་ཡང། ད་ཟུར་གང་གཟིགས་ནས་འཛུལ་བའི་དོན་དག་ནི་མི་ཤེས་གི་མོད། སྡུག་ཨ་ཐུག་ཐབས་སྡུག་འཐེན་ནི། དར་བཞི་གི་དུར་བཞི་ཁ་ཤག་ཁ་པར་གི་ནང་ནས་ད་ཁ་པར་བཞིན་ནོ་ཁ་དོན་འདོན་དོན་ཡིན་ནི་རེད། ཨོ་ཆེ་དྲུག་དྲ་ཐག་མཚོལ་འདི་ཁྲོམ་ལ་སྟོན་པ་ནས་བཟུང་ཁ་མཉམ་ཞིང་གི་ཁ་པར་ཕྱིར་བགོ་དང་ཐལ་གློག་བརྙན་ནང་གི་གློག་སྐད་གི་གློག་སྐུལ་བཅད་དང། ཡིན་ན་ཡང། ངའི་ཁོག་ནས་ཐར་ཉེར་གཅིག་ད་རུང་བརྡ་དང་ངའི་ཆི་ཟ་ག་ཁ་པར་གི་མྱང་ང་ཁ་པར་ཕྱིར་བགོ་ནས་རྒྱུ་མཚན་མི་རྙེད་གི། དུས་རབས་ང་གཉིས་ཀྱི་ལོ་རབས་གསུམ་གྱི་ནང་མ་ལ་སྐྱབས་ཀྱི་གློག་བརྙན་བསྐལ་བསྒྱུར་དང་ཁ་ཤགས་སྐར་ཆུང་དེ་རིང་གི་ཁ་མཚར་ནང་དུ་ད་རུང་ཁ་པར་བླངས་དགོས་དོན། གཞི་རིམ་རོང་འབྲོག་མང་ཚོགས་ལ་འབྲོག་པའི་ཁ་པར་གི་གཏང་རིམ་ཨ་འཛུགས་སྲུང་ནུབ་བསྡད་ན་ཡང་ཁ་པར་མེད་ལ་འདུག་ཐུབ་ན་གཟིགས་ཁུར་གྱིར་ཡིན་རྒྱུ་མ་རེད་དོ་དོན་དག་རེད། དེ་ལྟར་བྱས་ན་མ་ལ་སྐྱབས་ཀྱི་ར་ཉི་ཚེ་གང་བོ་ཁ་པར་སྣོག་གི་བརྡ་བཏང་གཟིགས་ཨ་སི་ཚེ་ཆུ་གཉན་གང་བོ་ཁ་པར་སྣོག་གོ་ནུག་ལྟ་ཡིས། སྣོག་སྣོག་པ་སྔ་མ་ཟིག་ད་འོག་གི་ཁ་པར་གི་མྱི་ང་ཁ་པར་ཟེར་དགོས་དོན་གི་རྒྱུ་མཚན་རྙེད་དང། དབྱིན་ཇིའི་སྐད་གི་ནང་ན་གསང་འཕྲིན་གསང་གྲངས་གི་སྟོང་བའི་གློག་འཕྲིན་གི་མྱི་ང Cable ཟེར་ག་སྤྱི་ཁག་སྤྱི་ཚོགས་རྙིང་བའི་ནང་དུ་འོག་གི་ཕྱི་འགྲིམ་སློབ་མ་ཧ་ར་དབྱིན་ཇིའི་སོང་བའི་གློག་འཕྲིན་གཏོང་སྟངས་སྦྱང་ཕྱིར་རང་གི་ས་ཐོག་བ་ཡོང་བའི་རང་གི་གློག་འཕྲིན་དང་རང་གི་ས་ཐོག་བ་བསྡད་ཡོང་བའི་གློག་འཕྲིན་དང་སེར་ཆགས་ཀྱི་སྐབས་དུ་སེར་རྟ་གཟིགས་ནས་བུད་ཡོང་ཟེར། མདང་རའི་རྒྱབ་ན་སྐབས་དེའི་འཕྲིན་གཏོང་ཡོ་བྱད་ནི་ཁལ་བོ་རེད་འོད་གི་དུས་བཞི་གི་འཕྲིན་གཏོང་ཡོ་བྱད་གི་ཉིང་ང་ཁ་པར་ལས་ཟེར་ཟིན། འོད་གི་སྲོལ་རྒྱུན་གྱི་ཐ་སྙད་འདི་ཉིང་ངར་ནོར་སོང་རིགས་པས་ངག་རྒྱུན་བཤད་ཀྱི་ཡོད་ཀི་ར་སྐྱོན་མེད་གི། རྒྱུན་འབྱམས་སུ་སོང་ཚར་ནོ་ད་མ་དགོས་ཟེར་ན་འདོད་གི། ཁ་པར་གྱི་ཉིང་གླགས་མཐུན་ཟེར་ནི་བཟོ། ནམ་ཉི་མ་ཟིག་ཁ་པར་འདི་མིག་ཤེལ་དང་སྒྲོག་གོ་ལྟ་བུ་ཟིག་གི་བུ་ག་ཅིག་གིས་བཀོན་བཏང་ན་ཆོག་རེས་འགའ་རེ་ཡོད་ན་ཐང་དེ་རིགས་ཡང་མིག་མཐུན་ཟེར་དགོས་ན་དཀའ་ག་མ་ང་སྐྱབས་ཀྱི་ཁ་པར་གཅིག་གོ་མི་ནི་ཁ་ཡ་མི་ཡལ། ཅག་ལ་མཚོན་ན་གློག་འཕྲིན་གྱི་ཉིང་དུ་ཁ་པར་ཐོག་ཁ་པར་གྱི་ཉིང་གཏན་འཇགས་བྱུང་བའི་ཚེ་ན་ཁ་པར་ཡང་རིགས་ཤེས་ཅན་གྱི་ཁ་པར་གྱི་སྤྱིར། དེའི་ནང་སྐད་བསྐུར་ཁ་བརྡའི་མཉེན་ཆས་དང་བརྙན་ཕབ་ཐད་གཏོང་གི་མཉེན་ཆས་མང་དོ་འདང་འདིར་མྱུལ་སྐོར་དགའ་མཚོ་ན། ད་བར་ད། ཁ་པར་འདི་འཕྲིན་གྱི་ཡོ་བྱད་ཡིན་ཟེར་རྒྱུ་བལྟས་ན་རང་གི་རྩེད་སྤྱད་ཡིན་ཟེར་དགོས་ནི་ཚོད་རེད། འོ་ད་མཉེན་ཆས་དྲུག་གི་ནང་ནས་བཞུགས་མོ་མགྱོགས་འཕྲིན་འདི། རྒྱལ་ཡོངས་ཀྱི་ཞང་གྲོང་ལ་ཁ་གཏད་པའི་བརྙན་ཐུང་སྡེ་ཁུལ་དང་ཐད་གཏོང་ཉེན་ཆེ་ཟིག་རེད། དེས་རང་རེའི་མཚོ་སྔོན་དང་ཀན་སུའུ་གི་བོད་མི་གྲོང་གསེབ་པ་སྐོར་ཞིག་གི་ཁེ་འདོད་དྲག་འདོད་དང་མ་འབད་ལ་རང་ཐོབ་ཀྱི་རེ་བ་ཡང་སྐོང་གི་ཡོད་རབས་བཤད། ལས་རིགས་ཐད་གཏོང་ཡུལ་མ་ཉུང་ན་དེ་ཁ་པར་ཐད་གཏོང་ཡིན་ན་འདོད་ཁོ་ནའོ་ཆི་ཁག་ཅིག་ཡིན་ན་ཡང། དོར་དོ་ན་ཡང་ལྟད་མོ་བ་ཟིག་གི་ཁ་པར་ནང་ན་མཐའ་སྟོང་བའི་སྐུ་རུང་དོན་རེད། འདི་ནས་དུ་མོ་དུ་ཡིན་ན་མཛའ་ནུ་མ་རུ་བྱེད་ར་ཡོད་སོང་བ་ད་མཐའ་སྟོང་ཞིག་བོ། ཨོ་ལེ་ཅིག་ཅིག་ཁོ་མི་ཟིག་ཁ་པར་ནང་ནས་རིག་ཡོད་ཀྱི་རེད། ད་བར་ད་རོང་འབྲོག་མང་ཚོགས་གི་རོང་འབྲོག་མང་ཚོགས་གི་ལྟད་མོ་བལྟོས་ཡི་ད་བོ་ནས་ལྟད་མོ་གཞན་ཞིག་མཐོང་ཐུབ་པའི་ཚོད་ལས་ཡིན། སྲིད་བལྟོས་ལས་མཐོང་ཡོང་ཆེད་ང་ཚོས་རི་ཡོང་རིག་ལུགས་དང་སྒྲུབ་བརྒྱ་མ་གཡང་འཁོན་འགའ་ཞིག་ལྟ་ར། ཧ་ལོ།
ཁྱོད་མཐོ་གང་ན་ཡོད། ཨ་ར་ཨ་ར་དེ་མོ་ཏི་ཟེར་ཡ་ཡང་རུ་གུ་རྒྱག་གི། ངར་རྫ་ཐའི་བླ་ཁོ་གོ། འོ་བླ་ཁོ་ནི་བླ་ཁ་རྒྱར་ཁུལ་དུ་ཆུང་མ་བྱིན་ན་མི་ཉུང་གི་སེ་གོ་མོ། ཉོ་མགོ། གན་ཤེ་ཁོའི་ཧྲིག་གོན་ལྷུང་གན་ཤེ་ཁོའི་ཧྲིག་ཕུན་ཐེག། གན་ཤེ་ལོ་ད་ལོ་ལོ་ཧུར།

གང་ཞིག་ལོ་ད་ལོ་ལོ་བཞུགས་མོ་ད་ཡིད་ལ་ཡོང་གི་རེད་ད་ཆགས་རྒྱུ་རེད། ལོ་ལོ་བཟས་བཟས་མི་ལ་སྒོ་བརྒྱབ་མགྱོགས་ན་ལས་རྒྱུ་རེད། ལོ་ལོ་བཟས་ལོ་ད་ང་ཁ་ཚིག་རེད་ཁྱོད་ཁ་ནང་ནས་མ་ཡོང་ན་ཆོག་ཟེར་ནོ། གང་ན་ཡོད། ང་ཡུལ་ན་ཡོད་ཁྱོད་གང་ན་ཡོད། རང་ཨ་རབ་ས་སྟངས་བཞག་ག། འགྲོ་མཁན་གང།
ད་ལག་ཆ་རེ་ཡོང་གི་འགྲོ་མཁན་ཨབ་དཱ་ལིའི་ཐད་གཏོང་ཡག་གི་ཡོད།
ལབ་རྒྱག་གི་མ་འདུག་ལོ་ལོ། ཁྱོད་མགྲོན་ཁང་འདུག་སྐྱེས་བུ་ངོ་ཡར་རྩ་རྒོད་འབོ་ཆུ་རིན་པ་ཡིན་ནོ། ཧེ་ད་ཁྱོད་ཚོ་གི་ན་ཟུག་གི་གཡུག་སྟངས་ནི། དེ་དྲིན་ཆེན་ཁྱོད་དྲིན་ན་རང་ང་ཁ་ཧྲིལ་ཐང་ན་རང་ང་ཅིག་རྒྱག་གི་འདུག་དྲིན་ཆེན་ཁྱོད་ད་ལག་ཅིག་མ་རྒྱག་ད་མ་རྒྱག་ཞིག་བྱེད་གི་འདུག་ཁྱི་རྐུབ་ཆ་རེ་རྒྱོབ་ར་ཤོག་ག། མ་རྒྱག་ཅེ་ན་ལྷག་ཅིག་རྒྱག་ནོ། ཀ། དབྱང་གཅིག་གི་ཁྲོན་ཡན་ཅན་ཚོ་བརྒྱ་སྟོང་དང། ཚ་བ་དེ་གི་ཁྱེར་འཇོག་ནོམ་ནི་སྒོར་མོ་རུ། བཀའ་དྲིན་ཆེ་མེས་པོ་དབྱར་གསུམ་བཀའ་དྲིན་ཆེ། བཀའ་དྲིན་ཆེ་ལི་གི་གཟར་བོ་བཀའ་དྲིན་ཆེ། ཕུར་མདའ་ཨ་མྱེས་བཀའ་དྲིན་ཆེ་བཀའ་དྲིན་ཆེ། ཐུན་ངོ་མ་གཟར་བོ་ཟི་རི་མེས་པོ་ཆ་པོ་ལྷམ་པོ་མར་གྱི་ག་ཆམ་པོ་དོམ་པོ་བུ་ཁི་རབ་ཅིག་གི་དལ། རྒྱུགས་མཆན་གྱི་བདག་པོའི་རྩ་དོན་ནི་སྤྱི་ལྟར་མི་མངོན་པའི་ཀློག་པ་བྱུང་རྒྱུ་དེ་ཡིན་སྐད། ཀློག་པ་བྱུང་བའི་ལོ་ལོན་ཚོས་ཁ་ནང་དོན་དག་ན་སྒོར་མོའི་དོན་ན་ཧར་སེར་གཉིས་ཀའི་ལ་སྙེག་འཛོགས་བཟང་བྱས་པའི་འབྲས་བུ་འགྱུར་ལྡོག་མགྱོགས་མོ་ཡིན་ནོ་རིགས་ཀྱི་མུ་མཐུད་དུ་གཟིགས་རོགས་གནང།
རྒྱ་རིམ་དང་བོ་གཉིས་པ་དཔང་བཞི་དཔང་བར་དཔང་སེན་ཆ་ཀ་ཡོད་ན་མེད་ན་དེ་རང་ཡིན། འགྲུབ་རྒྱ་མ་བཟང་གཉིས་ཡ་ས་དབང་དང་བཅའ་ཡུལ། རིགས་ལོ་ལོ་ལོ་རིགས་གསེར་གི་ནང་ར་ཆེའི་གཏི་མུག་ཏུ་བཏོན་ནས་རྣ་མ་གདངས་ནར་ང་གནོད་གི་ཡ། གནོད་ན་པི་མེ་ཤི་པི་མེ་ཤི། རོགས་ཅོ། ཕུན་སུ་ཇོ་སྔ་མོ་ནི་མེད་ནུ་གི་མ་ཐུབ་ན།

ད་ཡང་མ་ལ་སྐྱབས་ཀྱི་ཁས་ལ་འདང་མ་ཟིག་མ་རེད་ཤི་རོགས་པོ་ཤི་རིགས་ཤིག།
ཡང་ད་ཕམ་སོང་ན་ཆད་པ་འཁུར་དགོས་ནི་རེད། ང་རང་གི་འདྲ་ཁ་ཡིན་ནས་སྙན་ངག་ཟིག་འདྲ་ཟིག་གྱེར་འདུག་ཟེར་ཡི་ག་ཡི་གོ། དེ་ཤེས།
ཨེ་ཡི་མ། རྡོ་བརྐོ། ཨེ་ཡི་མ། གཡའ་རྩ་ལག་རྒན་པོ། ངས་ཁྱོད་རྩ་དགོས་རྩ་དགོས་རྫ་ཡ་སོང་ནོ་ཨི་ཁྲིན་གི། ཕྱུགས་དོ་ན། དངུལ་དབུལ་མོ་གཉིས་ཀ་ལ་གཅིག་མིན་ན་ཤི་ཚུལ། ཡིན་ན་ལ། ཁྱེད་ང་སྤྱི་ཚོགས་ཀྱི་ངོ་གཟུགས་མ་ཕྱེ་མཐར། དབྱར་རྩྭ་ལགས། དགོན་པ། ཏུ་མི་ཐེ་ཏུ་མི་ཐེ།
གཞན་པ་ཟིག་ལ། ཀྲང་མོ་བོ་བཤད་ན་ཁྱེད་སྒོས་གཅིག་འབྲི་མཁན་ཡིན་ནི་ཟིག་ཏུ་སྙན་ངག་ཏུ་བཀོད་ཡིན་ནི་ནམ་ནི་རུ་མི་ཤེས། ཡིན་རྒྱུ་མ་རེད། རྩོམ་ལུས་སྣ་ཚོགས་པའི་ནང་ནས་ཡུལ་ལུང་བྱེ་བྲག་པའི་དོན་སྐད་དུ་འགྱུར་མི་རུང་བ་ནི་སྙན་ངག་ཡིན་ཨེ། ཡིག་རྨོངས་པའི་གྲལ་ན་ཡོད་པའི་རི་ཡོང་རིག་ལོ་ཆུ་ཁག། ཐོབ་ཐང་ཙམ་རྒྱང་མྱོང་ཡོད་མེད་ཀྱི་གྲྭ་འབུ་སྣང་བ་མཐའ་ཡས་དུ་ཆོས་དབྱིངས་ཆུ་ཁག། རང་རེའི་སྙན་ངག་པའི་སྡེ་ན་གྲོང་སྐད་འབྲི་བའི་རྩོམ་མཁན་ཡོད་ལ། དེ་དག་ཇི་མ་ཇི་བཞིན་དུ་འགོད་པའི་དུས་དེབ་ཀྱང་ཡོད་པ་མིན་ནམ། མདོར་ན། སྙན་ངག་ཁ་སྐད་ཀྱིས་འབྲི་ཞིང་ཀློག་པའི་ཚེ་ན། མི་ལ་སྐྱབས་ལའང་དེ་འགོག་པའི་ནུས་པ་མེད་ཅིང་དེ་ཟིན་པའི་དབང་ཆ་རེ་སྟེར་དགོས་ཟེར་རྒྱུ། ཁྱོད་རང་གི་ནང་དྲིའི་ནང་དང། དབྱར་རྩྭ་སྐམ་པོ་གི་ནང་གི་རྟོག་པ་ལྟ་ཅུང་ཅིག་འདོན་དགོས། དེ་བཞིན་འགྲུབ་རྒྱག་དབྱངས་ཁུ་ལུ་ལུ་འགྲུལ་རྒྱ་བོ་ར་ན་མེ་ནུ་ཨ་ཧ་བོ་ཀི་ང་ཤོག་ཐལ་འབུ་ཆ་བོ་ཉོ་ནི་མེ་ཏྲི་ཁྱི་ཆ་བོ་ལྟོགས་རྒྱུ་ལས་བཟའ་ལས་བཞག་ཡོད་ནི། རྒྱུ་ར་མ་རིས་གཟུགས་མེད་ཏྲ་རྩ་ཀ་མ་ཀུ་རུ་སྐྱི་ཡོ་རྩ་དེ་རང་ནང་སྐད་འབུ་རེ་འབུ་ཁ་ལོ་སྒོར་ནོ་ཆོ་རེ

བཀྲ་འབུ་ཁག་ཤིག་གི་ལ་དུས་དང་སློབ་སྦྱོང་བ་ཁག་གཡའ་རེ་རྩོམ་དབང་དང་པར་དབང་སྣང་མེད་ལ་འཇོག་པ་ར་ཁྲིམས་མང་པ་ཚོས་མ་ཤེས་པ་ལ་ཉེས་པ་མེད་བསམ་ཡོད་ན་ཐང་ཁྲིམས་ལུགས་ཀྱི་མ་ཤེས་པ་ལ་ཉེས་པ་མང་ཟེར་ནས་ཉི་མ་ཚབ་དགོས་ཅིག་ཅིག་བགྱིད་ན་ཐང་ང་ཡང་ཚིག་ཉུག་དང་བཅས་པ་ཐ་ཚིག་ལུགས་བསྒྲགས་ཀྱི་ཡོད་སྙོན་ངག་བརྩམས་ཆོས་བརྩམས་གྲོས་བྱེད་འགོ་ཆེད་གཏོང་སྤྱད་ཡིན་ན་མི་ཆོག། ངག་རྣམ་ཤུལ་གསེར་མ་ཟངས་དུ་ཆོག་གསོལ་སྐྱེལ་ཡེ་སྐྱིལ་མ་རི་ཟེར་དགོས་ན་ཡིན་ནི།
གལ་ཏེ་དུ་མོ་མ་རྙེད་ན་གཟུགས་ཡིན་ན་དུ་གུ་མ་བྱོན་ནོ་དུ་རུ་ཙི་གའི་གཟུགས་ཀྱིར་དང་ན་རེ་ཆོག་གྱུར། འགྲུབ་རྒྱག་དབྱངས་ཁུག་གཡུང་མོ་ཡིན་དུ་རུ་རྒྱག་ཡེ་ནོ་རིག་བློ་ཡིན་དུ་དབྱངས་ཁུག་སྒོ་ནོ་སྒོར་མོ་ཡིན་དུ་དུ་ར་འཁྱིལ་ནོ་ཐབ་སྟོང་ཡིན་བཟོས་ན་ཆོག་གྱུར། ཡ་ཡ་ཡ།

རྒྱུ་ར་མ་རིགས་གཟུགས་མེད་ནོ་གཟུགས་མགོ་རུ་མ་དང་ཡི་མག་གཉིས་ལ་སྙིགས་མ་རིགས་དང་མི་ལྷག་པ་དུ་ཟད་དོ། དགུན་ཆ་ཆ་ཆུང་རིགས་བཤིག་ནི་རི། གྲོང་ཆ་ཆ་དགའི་རིགས་སྙིགས་ནི་རི། རྩ་མི་ཐིག་གོ།
དང་མི་དོ་འདག་མི་བྱེད། ཡ་ཡ་ཡ་དེས་ན་ཡང། ཁྱོད་རི་ནས་བདག་གྲོང་རིགས་ལོ་རི་ང་ཡུལ་ནས་བདག་གྲོང་རིགས་ནི་རི། རིམ་བྱས་ནས་གཉའ་ས་གཉིས་ཏང་ཨུའི་རྫུན་བཤད་ལས་ཉི་མ་སྟོང་དགོས་ལ་རྗེ་བཙུན་བའི་གནམ་ས་འཕུད་དགོས་ལ་ཅང་མ་འགོར་ཅོ་ལ་ཐུག་དགོས་ལ་ཟེར་རེད།
ཁྱོར་དགོང་མོ་ཡོད་ན་དགོང་ཡོད་གི་སྤྱིར་སྒོར་མོ་ཆ་རེའི་སྒོམ་ཡོད་གི། དགོང་སྐར་ཆེན་ཤར་ཚེ་སྒུག་ཡོད་གི་དབྱུག་ཆ་ཅན་ཧེབ་གི་གང་ཡོད་གི།

ངས་ཚང་མའི་ཚ་གས་ལྟོ་འགོ་དྲིས། ང་ཁར་མེད་འཛེམ་ས་མ་འཇུག་གི་ཟེར་རེད། ཁྱི་སྲིན་ནོ་ལྟ་ནས་མ་ལོན་ན་ཁྱི་སྟེང་ནོ་ལྟོ་འགྱེལ་ཨེ་ཡིན་ན། རྒྱུ་སོགས་ཡི་རྒྱུ་མགོ་དམའ་བོ་ལ་ཉི་སོགས་ཡི་ཉི་མ་ཨ་ཐུང་ང།
ཁྱི་ན་པ་རྩང་རྒོད་སྲེག་གི་ཁྱི་ཨ་པ་ལོ་ལོ་སྲེག་གི། རོགས་ཡི་ཁ་ཡིན་ནོ་མི་ནི་ཉི་སོགས་ཁ་ཡིན་ལེ་ཡིན།
ཅི་སེམས་ཅི་ནུས་བསམ་དགུ་གསེར་སྐུ་ཀུ་ཅོ་ས་མཐའ་ལྡེ་མཐའ་སྨྱུག་སྐུ་ཀུ་ས་རིགས་སྣ་རིགས་བློ་སེང་སྐུ་ཀུ་གནམ་གླིང་རི་ད་རུང་བྷོ་ནོས་སྐུ་ཀུ།
ད་སྨྱུག་དུ་སྨྱུག་ཟེར་ད་ཆགས་ནས་ཏིག། ད་སྔོན་མ་ཆགས་ནས་ཤི་ད་བྱ་ལས་སོང་གི་སོང་གི་དོལ་གོང་འདི་ནས་བྱ་ས་མི་འཇུག་ནས། ས་འོག་འདམ་ལང་གི་དོན་དག་མི་ང་ལྷང་ང་མི་ཀྱི་རེད། སྔོན་མ་ཁྱོད་ཁོམ་ན་བརྩེ་ན་ཆོག་གི་དུ་མ་ལ་སྐྱབས་གི་དུས་ཚོད་ཁྱེར་ནི་མ་རེད། ཁྱོད་རྩེད་རིགས་གཙང་ན་ཆོག་གོ་བརླག་ན་ཆོག་གོ་བརླག་ན་ཆོག་གོ་དེ་ཡང་སྨན་བླ་སྐྱབས་ཀྱི་སྒོར་མོ་མ་རེད། ཡིན་ན་ཡང་ཕ་སྐད་མ་ཡིག་དང་ཡུལ་སྲོལ་གོམས་འདྲིས་ནི་རིག་གནས་རེད་དེ་གཏོར་རྒྱུ་ཟེར་ན་ཁྱོད་སྨྱོན་མི་ལགས་ར་སྤྲོད་ཨེ་ཡིན་ན།
Hello བློ་མཐུན་མིན། སྐྱ་རེངས་མིན། ཕན་ཡོན་མིན་ད་རྒྱག་ཧོ། བོད་ཧྲི་ཉི་མ་དང་ལའོ་ཕན་ཡོན་རེད་ཡང་རིག་ལོ།

རོལ་དབྱངས་ཕྱོགས་བསྐྱིལ་མི་འདང་ས་བཤད་ཀྱིན་ཚང་མ་ཕེབས་པར་དགའ་བསུ་ཞུ། བཀྲ་ཤིས་བདེ་ལེགས། ཤ་རྒོད་མིག་གི་ནང་ནས་ཚིག་མདོ་མིད་དུ་ཆུ་སྙིགས་བཤད་ཀྱི་ཟིག་ཨེ་ཡིན་ན་འོག་གི་གློག་བརྙན་དང་རོལ་དབྱངས་ད་རུང་མི་འདང་ས་བཤད་ཀྱི་ཟིག་སྙན་གྲགས་ཀྱི་ཧམ་སེལ་སྦས་ཡོང་དུས་དམག་བཤིག་ཀྱི་རང་མཚང་ཡང་ལྷང་ཕུ་ལ་ཟེར་ནི་ངོ་མ་རེད་བྲམ་བུ་སྣང་བ་མཐའ་ཡས་ཚོ། ཉིན་ཚིག་ད་ལུག་རྫི་ནོར་རྫི་ཚིག་ཏུང་ཧོང་ལྟའི་རིགས་ཀྱི་མི་འདང་ས་རབ་བཤད་ཀྱི་རེད། ཨ་བ་ཉི་ཉི་བ་ཉི། བྱ་རོ་རུ་ན་མདུང་གི་རྩེ་རང་ནུག་ཡུས་རོ་རུ་ན་ལྷམ་གྱི་གོང་ར་ནུག། བླ་རྒུ་སྙིགས་བརྫལ་མྱི་དེ་མྱིལ་འབུ་དེ་མྱིལ་ཟེར་དགོས་ནི་ཡིན། དེ་ཡང་གོ་རྒྱུ་མ་རེད་མོ། ཨ་ད་གོ་ནི་ཡིན་འཕྲིན་བཟང་གསར་བ་ཟིག་བྱེད། ནམ་ལྷན་རྒྱས། མི་འགྱངས་པར། ང་ཚོ་ཁ་པར་གི་ནང་བོད་མི་ཡོངས་རྫོགས་དགའ་བའི་ཉ་ཉ་ཟེར་བའི་མཉེན་ཆས་གསར་པ་ཟིག་ཡོང་རྒྱུ་རེད། དེ་ནི་དགེ་འདུན་གྱི་འབྱུང་གི་སྡེ་ཁུལ་ཞིག་སྟེ་ལག་པས་ཁ་པར་མ་ལྷོད་ན་མྱིག་གི་འཆར་ངོས་མ་བརྟགས་ན་ཡིད་ལ་དྲན་པ་ཐམས་ཅད་ལག་ལ་ཡོང་བ་དང་ཞིག་འདོད་པ་དག་ཞིག་པར་འགྱུར་བ་དང་ཁོས་འདོད་པ་དག་ཁོས་པར་འགྱུར་བ་དང་ལུས་སེམས་ཧ་ཅང་ལྷོད་པོར་གྱུར་ཏེ། ཨར་ཤན་དུ་བདེ་ཞིང་ཨ་རབ་ཏུ་སྐྱིད་པར་འགྱུར་རོ་ཟེར། དེ་དུས་ང་ཚོ་མ་ནི་འོག་འགྱུར་གྱི་དུས་རབས་ནས་སྙིགས་སྡུག་ཤན་འགྱུར་གྱི་དུས་རབས་སུ་ཐོ་གུ་ཐུབ་རྒྱུ་རེད། ད་ལོ་ལོ་ཤུར་གྱི་སྐབས་སུ་ཚང་མས་ཁ་པར་གྱི་ཁ་རྒྱོ་བ་ཁ་བརྡ་མི་འབྲི་བ་ཟིག་བྱས། གཞིགས་ནས་ང་ཚོ་ཁ་ཁོམ་རུང་སྙིགས་ཁོམ་རྒྱུ་མ་རེད། ཨོ་ལེ།